སྤྱི་ནོར་གོང་ས་སྤྱང་པོ་ཆེན་པོ་མཆོག་ལ་དེ་ནས་གུ་ལྷ་ཆ་གྲངས་མེད་སྔོན་དུ་བཏང་ནས་དེ་ནས་གསོལ་འདེབས་བཅས་ཞུས་པ་ཡོད། དེ་ནས་ད་གསོལ་འདེབས་དེ་ད་འདུག་ཟིན་ད་གར་ཟེར་བ་རེད། རྨི་ལམ་འགྲོ་དེ་ནས་བཏང་བྱས་ད་རྒྱ་བོ་རིན་པོ་ཆེ་ལ་དེ་ནས་བོད་སྐུ་ཚེ་ཞབས་པད་བརྟན་པའི་གསོལ་འདེབས་ཞུ་དགོས་རེད་ཟེར་ཡ་དེ་འདྲའི་ཡོང་གི་འདུག་ད་གཞན་ད་ང་ཚོ་ད

བོད་ནང་གི་མི་དེ་དེ་གིས་ང་ལ་ཡག་པའི་ཡིད་གཞིས་ད་དད་པ་ཤི་བོ་ཅིག་བྱེད་བསྡད་དུས། འོ་ད་དེ་གིས་དེ་གིས་ཅིག་ད་གང་ལྟར་བོད་པས་ཅིག་ད་བླ་སྲོག་སྲིད་པ་ཅིག་ལབ་ཐུབ་ཀྱི་རེད་ཅིག་དད་མོས་གཟིམ་ངན་རུ་ཅིག་ད་ང་ཆ་དེ་དུས་བཙལ་ནས་ད་གང་ལྟར་དེ་གིས་དེ་གིས་གདོང་ལ་ཡག་བསམ་བློ་བཏང་དུས་འོ་ད་ང་ད་ཚེ་རིང་པོ་བསྡད་དགོས་བྱུང་སོང་བསམ་བབ་ཅིག་ཡིན། བོད་རྒྱ་ཆེ་མི་མང་གིས་ཅིག་བློ་བཞག་ས། བློ་གཏད་ས། ཨེན་ཚུལ་ས་དེ། བོད་ཀྱི་སངས་རྒྱས་ཀྱི་བསྟན་པ། ད་བོད་ཀྱི་རིག་གཞུང། ད་ག་ད་ངའི་མིང་གི་ཐོག་ནས་ཅིག་ད་ཕིང་གི་ཡོ་རོ་ད། ག་ད་སྔ་མོ་ང་ཚོ་རྒྱ་གར་གླེང་དྲོ་དེ་བ། བོད་ཀྱི་ད། ཆོས་དང་རིག་གཞུང་སློབ་དུས་ཞི་ར་ཞི་ར་གི་དོ་སྣང་ཚེ་ཡོད་མ་རེད། ད་ང་ཚོ་དེ་རྒྱ་གར་གླེ་དེ་འདྲའི་གི་ཐོག་ནས་ད་འཛམ་བུ་ནས་ཅི་ལ་ཡ། ཅིག།

ཚོ་ཡག་བྱེད། འོ་དེ་འདྲ་འདུག་ལུང་བསྟན་འདུག། བྱས་ཙང་ང་རའི་སེམས་ཤུགས་རུ་སྐྱེད་བྱས། འོ་ད། ཨ་ནི། བོད་རྒྱ་ཆེ་མི་མང་དེ་གི་དེ་གི་ཞེ་བོ་གཅིག་གི་ངང་ཡིད་ཆེས་བྱས། བྱེད་སྙིང་བྱས། ཟེར། སངྒྷ་སྙིང་རྗེ་ད་བོད་ཀྱི་སངས་རྒྱས་ཀྱི་བསྟན་པ། བོད་ཀྱི་རིག་གཞུང། ཅིག་ཡུན་དུ་གནས་ཡག་ལས་ཡག་ངའི་ཚེ་འདི། ཡུན་རིང་པོ་གནས་ཡག་ཅིག་གིས་ད། འབྲེལ་བ་ཞི་བོ་ཞིག་འདུག་ས་འདི་འདྲ་ཡིན་དུས་ངས་རྟག་པར་སྨོན་ལམ་རྒྱབ་བསྡད་ཀྱི་ཡོད། ཁྱེད་རང་ཚོས་སྨོན་ལམ་རྒྱག་གི་ཡོད་རེད། ཨེ་རེད། ང་རང་ཚོ་ཚང་མ་ལོག་གི། ཅིག་ཧུར་ཐག་པ་ཐག་བྱས་བྱས་འདུག་ས་རེད་ལ་ངའི་ངོས་ནས་ཧུར་ཐག་པ་ཐག་བྱེད་ཀྱི་ཡོད། ཕལ་ཆེར་ལོ་བརྒྱ་དང་བཅུ་གྲངས་རྗེས།